ང་ཚོས་བོད་མི་ས་ཡ་སྤྲུལ་འདི་ལ་དཀའ་ངལ་འདི་གཞི་རྩ་གཙོ་བོ Lack of Independence རང་བཙན་མེད་པའི་རྐྱེན་གྱིས་རེད་ཟེར་དཀའ་མོ་དེ་སོན་རེད། བོད་ཀྱི་རྒྱལ་དར་བཙུགས་སའི་གི་ལྕགས་སྡོང་ཕྱིར་བླང་ཡག་ཆེད་དུ་ང་ཚོས་གྲ་སྒྲིག་བྱས་ནས་ད་ལྟ་མི་གེ New York City གཞུང་ལ་སྙན་ཞུ་འགྲོ་བཞིན་པ་ཡིན། ང་ཚོ་ཨ་ཡེ་ནོ་གི་ད་ཡེ་དེ་རྣམ་པ་ཚོ་འདི་ཕེ་འདི་ཙམ་པ་ངའི་རེ་བ་ག་རེ་བྱེད་ཀྱི་ཡིན་ཟེར་ན། ང་ཚོ་དཔའ་བོ་རོང་བཙན་སློབ་དགའ་མ་གིས་མེ་གྲོགས་གཏོང་ས་གི་འཛམ་གླིང་སྨྱོ་འདྲེ་རྒྱང་ཚུགས་ཀྱི་མདུན་ལ། མི་མོ་དཔའ་བོ་རྗེས་དྲན་བྱས་ནས་དྲན་རྟེན་འདྲ་བོ་ཞིག་ང་ཚོ་གི་བཟོ་ཐུབ་པ་ཡིན་ན། དེ་རོང་བཙན་སློབ་དགའ་ཁོ་རང་མི་གཅིག་གི་དེ་མ་རེད་ལ་ནང་མི་གི་ཁྱད་དེ་མ་རེད། མི་རག་ནས་མི་རག་ང་ཚོ་ཕྱི་མི་རག་གཉིས་སུ་བརྗེས་ནས། གཞི་རྒྱ་ཆེ་བའི་ལས་འགུལ་གཅིག་དང་མཉམ་འབྲེལ་རྒྱལ་ཚོགས་དུས་གནས་བཅས་བྱེད་པའི་རྒྱལ་མིའི་གཞུང་ཚོགས་བར་འགྲོ་བའི་ཆ་ཤས་ཅིག་ང་ཚོ་ཁ་སེང་སྐད་ཆ་བཤད་ཚར་བ་ཡིན། ད་ལྟ་ང་ཚོ་འདི་གའི་རྩ་གཟུགས་ནང་ང་ཚོ་རྩ་གྲྭ་ལས་འགུལ་ཚོགས་ཆུང་རེད་ད་ལྟ་དེ་དགུ་ཡོད་སྤྱི་བདེ་རྣམ་པ་ཕེབས་ཡོད་རེད་ལམ་སྟོན་ཞུས་ཡོད་རེད། ད་ང་རང་མི་དཀྱུས་མ་གི་ངོས་ནས། རེ་བ་གཉིས་ཀྱི་ཤོག་འོག་དྲན་སོང་རྣམ་པ་ཚོར་ག་རེ་ཀྱི་ནི་ལ་ན་འདི་གི་ས་གཞའ་འདི་རེ་བ་ཞེ་ས་སྟེང་གི་འདྲིས་གཞའ་དྲན་གི་འདུག་ག་རེ་ཀྱི་ནི་ལ་ན་དེ་རིང་ང་ཚོའི་ཀུན་དྲན་གལ་ཆེན་པོ་བཞི་བཞི་ཕེབས་བསྡད་འདུག་ཤེས་ཡན་ཅན་རྒྱན་མཐོང་ཅན་གཞུང་གི་ལས་བྱེད་ཅན་ཨ་ནི་ད་ང་ཚོ་ལ་བལ་བ་དེ་ཚོ་ལ་རྟེན་ཡན་ཡོད་ན་མེད་ན་དེ་རྣམ་པ་ཚོ་དེ་རིང་འདིར་ཕེབས་ཏེ་བྱ་དགའ་བོ་དཔེ་བྱུང་གསུངས། དེ་དུ་ཆ་གཅིག་རྣམ་པ་ཚོ་ག་དེ་རིང་ང་ཚོ་འདི་མཛངས་ནས་དཔའ་བོ་བློ་དགའ་ག་རུང་བསུ་བླུས་གཏོད་རྒྱུ་དེ་ཆེ་སེ་སེ་མ་འགྲོ་བ་བྱེད་གི་ཡིན། དང་བྱ་བཞག་གནང་གསུངས། དེ་དང་བྱ་བཞག་རྒྱུ་དེ་ཧང་སངས་ཡག་ག་ཡག་པོ་བྱུང་གསུངས། ད་ངས་ག་ཞེ་སྡང་དེ་འགྲིག་གི་ཡེད་མེད་མི་ཤེས་ཡེ་ནས་ཤེས་རྒྱུ་གི་ངའི་རྒྱུ་མཚན་ནོ་མེད་དྲན་གི་འདུག་ངའི་གི་ག་རེ་ཞིག་ཉལ་འགྲོ་སྲིད་ཟེར་ན་རེ་བ་ང་མི་བུ་དཀྱུས་མ་ཞིག་གི་དང་པོ་དེ་ང་ཚོ་རྣམ་པ་ཚོ་ཚོགས་མི་འཁྱེར་ཡེ་རེད་ཁ་ཙང་རང་བཙན་ལོ་ག་ཁོ་རང་གི་ངོ་དེ་ནང་ལ་མེ་སྲེག་འདི་ཞག་དུས་ཙམ་པ་ལ་མཐའ་དམག་གི་འཇུ་སྡང་དེ་རྒྱས་པ་ཡིན་ན་ང་ཚོ་བོད་མི་ས་ཡ་སྤྲུལ་འདི་ལ་དཀའ་ངལ་གཞི་རྩ་གཙོ་བོ་དེ། Lack of Independence། རང་བཙན་མེད་པའི་རྐྱེན་གྱིས་རེད་ཟེར་དཀའ་མོ་དེ་སོན་རེད། དེ་ཡིན་དུས་འཚམས་པ་ངས་རྣམ་པ་ཚོ་ལ་རེ་བ་ག་རེ་བྱེད་ཀྱི་ཡིན་ཟེར་ན། མི་རེ་ངོ་རེ་ནས་རྣམ་པ་ཚོ་ས་གཞག་ག་བ་ཞིག་ཕེབས་པ་ཡིན་ན། བློ་སྒེར་གྱི་སྐོར་རང་བཙན་བློ་སྒེར་སྐོར་ག་བ་ཞིག་ལ་གཏམ་བཤད་བྱས་པ་ཡིན་ན་ག་དུས་དྲན་གི་བྱས་པ་ཡིན་ན། ཁོ་རང་གི་འབད་སྒྲ་དེ་ཁོ་རང་གི་རེ་བ་དེ་ཚེ་ཇི་མ་ཇི་བཞིན་གཞོགས་རོགས་བྱོས་ཟེར་ནས་ངས་བཤད་ཡ་ཡིན། དེ་ལ། དེ་ལ། ས་གནས་ག་བ་ལ་ཚིག་ག་བ་འཕྲད་གི་འདུག་ས་གནས་ག་བ་མི་ག་གེ་ལ་ཚིག་ག་གེ་འཕྲད་གི་འདུག་ད་འཇི་བ་གཏོང་ན་ང་ཚོ་བལ་བོ་མགོ་ནག་ཕྱི་ལ་ཡིད་ཆེས་ཀྱི་ནས་ཤི་ལོག་གི་མ་རེད་དྲན་གི་འདུག་དེ་ངའི་རྣམ་པ་ཚོ་ལ་རེ་བ་ཡིན། རེ་བ་གཉིས་པ་དེ་ངས་གང་ལ་ཞུ་བ་ནི་བཞི་རྣམ་པ་ཚོ་འདི་ཉག་ཉོག་ཅན་བརྒྱན་ཐུང་ཅན་གཞུང་ལ་འབྲེལ་བ་བྱེད་ཅིང་ང་ཚོ་ཨ་ཡེ་ནོག་གི་ད་ཡེ་དེ་རྣམ་པ་ཚོ་འདི་ཕལ་དེ་འཚམ་པ་ངས་རེ་བ་ག་རེ་བྱེད་གི་ཡིན་ཟེར་ན། ང་ཚོ་དཔའ་བོ་རང་བཙན་སློབ་གྲྭ་མ་གི་མེ་གྲོགས་གཏོང་ས་གི་འཛམ་གླིང་སྨྱོ་འདྲེ་རྒྱ་མཚོ་གི་མདུན་ལ། ང་ཚོ་གི་ད་ཤེས་བྱེད་གི་ཡས་མས་མི་ཤེས་མི་འཚལ་མི་མོ་དཔའ་བོ་རྗེས་དྲན་བྱས་ནས་དྲན་རྟེན་འདྲ་བོ་ཞིག་ང་ཚོ་གི་བཟོ་ཐུབ་པ་ཡིན་ན། དེ་རང་བཙན་སློབ་གྲྭ་ཁོ་རང་མི་གཅིག་གི་དེ་མ་རེད་ལ་ནང་མི་གི་ཆེད་དེ་མ་རེད། མི་རག་ནས་མི་རག་ང་ཚོ་ཕྱི་མི་རག་གཉིས་སུ་བརྗེས་ནས

ས་གནས་དེའི་ཨ་རིའི་ཀྲེའོ་ཤི་ཏུའུ་གི་ཚོགས་མི་ཞིག་ཡིན། ང་ཀྲེའོ་ཤི་ཏུའུ་གི་རྒྱུན་ལས་དེ་འདྲ་གས་མེད་དེ། ཡེ་ནས་ལས་རྣམ་པ་ཚོགས་གི་དེ་འདྲི་ཞིག་གོ་གོ་ལེན་གི་སྤེལ་བ་ཡིན་ན། དཔལ་འབྱོར་གི་འགྲོ་སོང་ག་ཚད་གཏོང་གི་ན་ངས་གི་ཚིག་ཐོག་ཆེན་མོ་གི་ན་བཤད་ན་ང་ཚོ་གྲ་སྒྲིག་ཡེད་ལ། མི་གླས་དགོས་གི་འདུག་ན་ག་བ་གླས་གི་ན་ང་ཚོ་གྲ་སྒྲིག་ཡེད་ཟེར་ངས་རྣམ་པ་ཚོར་ཚིག་ཐོག་ཆེན་པོ་བཤད་ཡིན་དེ་ཡིན་དུས་ཚང་པ་རྣམ་པ་ཚོ་གི

ང་ཚོ་ད་ལྟ་རྫ་དྲག་ལས་འགུལ་ཚོགས་ཆུང་ངོས་ནས་ཀྱི་དམིགས་བསལ་གྱི་སྙན་ཞུ་གཅིག་གལ་སྲིད་ང་ཚོ་རྫོང་བཅས་ཀྱི་གོ་བསྡུར་བྱས་ནས་སྙན་ཞུ་དེ་གྲས་གཙང་གྲས་སྒྲིག་ཞུས་ཨ་ནི་སྙན་ཞུ་དེ་སྤྱན་བསྟར་ཞུ་དགོ་ས་ཞུས་བཅས་སྙན་ཞུ་ཚད་དང་ལྡན་པ་དེ་བཟོས་ཚར་བ་ཡིན་ཨ་འདི་དེ་རིང་དེ་ནས་མ་མཚན་རྟགས་ལེན་ཡ་ཡིན། མཚན་རྟགས་གནང་དུས་རྩོམ་པ་གར་གནང་ཡ་རེད་ཟེར་ན་སོ་སོའི་མིང་དེ་ཁ་པར་ཨང་གྲངས་བྱས་ཨ་ས་ཡིག་དེ་རེད་མིང་དངོས་གནས་རྒྱག་རོགས་གནང་ཁ་པར་ཨང་གྲངས་དངོས་གནས་རྒྱག་རོགས་གནང་སྙན་ཞུ་དེ་འདྲ་རྒྱག་དུས་ཨ་ཚང་མ་ཁ་བ་བཏང་མར་མཚམས་མཚམས་ལ་སྡེ་ཚན་འདི་འདྲའི་སླད་དུས་ཙམ་པ་དེ་གྱིས་ནས་གཅིག་ཟིན་ཏེ་ཏོག་བྱས་རྗེས་ཁ་བ་བཏང་དུས་ཙམ་པ་ཁ་བ་སྐྱག་གི་མེད་པ་དེ་འདྲས་བྱས་པ་ཡིན་ན་ཨ་མྱེས་ཤུགས་ཆ་ཚང་ཁོང་ར་རྫུན་མ་བྱེད་དགོས་པ་རེད་བ་དེ་ཡིན་གཅིག་མིན་གཅིག་ད་ལྟ་སོ་སོའི་མིང་དངོས་གནས་བྱས་ཁ་བ་ཨང་གྲངས་བྱས་ཨ་ས་ཡིག་དེ་སྐྱོན་རོགས་གནང་ཞེ་ན་ཁ་བྱང་དང་ཞེ་ན་ག་གུ་ཞིག་གུག་པ་མ་རེད་དེ་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན་ཨ་ད་ལྟ་ཁོ་རང་གི་དེ་གཅིག་གསུངས་སོ་ག། པོ་ཁོ་རང་གི་སྐུ་ཕུང་མེ་སར་བཏང་སའི་ས་ཆ་ད་ག་རང་ལ་ཡག་ཤོས་བྱུང་ན་དྲན་རྟེན་གྱི་དུ་རིན་གཅིག། མཐའ་མ་འདི་མ་བྱུང་ན་གལ་ཏེ་གིས་བོད་ཀྱི་རྒྱལ་དར་བཙུགས་སའི་གི་ལྕགས་སྡོང་ཕྱིར་བླང་ཡག་ཆེད་དུ་ང་ཚོས་གྲ་སྒྲིག་བྱས་ནས་ད་ལྟ་མི་གེ་ནིའུ་ཡོག་སི་ཏི་གཞུང་ལ་སྙན་ཞུ་འགྲོ་བཞིན་པ་ཡིན་ད་ལྟ་གཙོ་གཙོ་དེ་དེ་ཚེ་ཡང་ལགས་ཕྱག་རོགས་གནང་གི་ཡོད་ཨ་འདང་ནང་བཞིན་གི་ང་ཚོ་མེ་ཡོ་ཨོ་བི་སི་ལ་ཕྱག་ལས་གནང་མཁན་ཨུ་རྒྱན་ལགས་ཀྱི་ཕྱག་རོགས་གནང་གི་ཡོད་དེ་དུས་ཀྱི་ང་ཚོས་བཟའ་བྲག་ཚོགས་ཆུང་ངོས་ནས་བྱས་དེ་ག་ཅིག་ཡོད་ཨ་ད་ག་ནང་བཞིན་ཡང་འདིའི་ཐོག་ལ་ཨ་མ་ཙོང་ག་སོགས་ད་དེ་མེ་ཡའི་ལས་ཁུངས་གྲོང་ཁྱེར་སྤྱི་ཁྱབ་ལས་ཁུངས་ལ་ཡང་ཐུག་མཁན་འདི་འདྲ་ཡོད་པ་ཡིན་ན་ཨ་ང་ཚོ་ལ་མཉམ་འདོགས་བྱ་རོགས་གནང་རོགས་གནང་ཨ་མི་གེ་ལེ་སོང་རོགས་ང་ཚོ་ལས་བྲེལ་བ་གནང་རོགས་གནང་དེ་བྱས་བྱས་ཨ། བཀའ་གྲོས་ཅིག་ཐོན་གི་རེད་བསམ་པའི་གི་རེ་བ་རྒྱག་གི་ཡོད། དེ་བྱེད་དུས། ཁོ་རང་གསུམ་ནང་བཞིན་ང་ཚོས་གི་ཅིག་འགོ་བཙུགས་ཚར་བྱས་བྱས་གྲོགས་བྱས་པ་ཡོད། ཨ་དེ་བྱེད་དུས་བཙུན་པ་ལ་དེ་སྐད་དེ་གང་ལ་དེ་ཅིག་བྱས། ཨ་དེ་ནས་ང་ཚོས་གི། གཞི་རྒྱ་ཆེ་བའི་ལས་འགུལ་ཅིག་ད་མཉམ་འབྲེལ་རྒྱལ་ཚོགས་དུས་ནས་བྱས་བྱས་གི། རྒྱ་མིའི་གཞུང་ཚོགས་བར་དྲོ་བའི་འཆར་གཞི་ཅིག་ང་ཚོ་ཁ་སིང་སྐད་ཆ་བཤད་ཚར་བ་ཡིན། ཡིན་པ་ཡིན་ན་ད་དེ་བཀའ་གྲོས་ཞུས་ལ་ཟླ་བ་གཅིག་གི།